ཡིན་ན་ཡང་དངོས་ཡོད་གནས་ཚུལ་ལ་བལྟས་ན། ཧུར་མུས་ཀྱི་ཚོར་ལམ་བརྒྱུད། ལྷན་སྐྱེས་ཁམས་བཟང། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་འཛམ་གླིང་གི་གསར་ཁང་ཆེ་ཁག་ཁག་གི་གསར་འགོད་སྙན་ཐོ་ཁག་གཟའ་ཟླ་བ་ནས་དཔག་བསམ་བར་ཉིན་རེར་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི། བྷི་བྷི་སི་གསར་ཁང་ནས། ཁ་རྩང། གཟའ་མཇུག་གཟའ་སྤེན་པ་ཉི་མ་ནས་བཟུང། ཨ་རི་དང་ཨི་རན་གཉིས་བར་གྱི། གནས་སྐབས་དམག་གི་མཚམས་འཇོག་གི་གན་རྒྱ་དེ། ལམ་ལྷོང་མ་བྱུང་བར། ཡང་བསྐྱར་ཁོ་གཉིས་ཕན་ཚུན་མེར་སྒྱོགས་གཡུག་རེ་བརྩིས་ཡོད་པའི་གནས་ཚུལ་ཞིག་བྷི་བྷི་སི་གསར་ཁང་ནས་སྤེལ་འདུག་པས། གསར་ཁང་གིས་གསར་འགོད་སྙན་ཐོ་དེ་ཡི་ནང་གི། སྙིང་བསྡུས་ལས་རིམ་དེའི་ནང་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་གཙོ་བོ་ཡོང་བར་ཞུ། དེ་ནི། དེ་རིང། ཉིས་སྟོང་ཉེར་གསུམ་ཟླ་བ་བདུན་པའི་ཚེས་བཅོ་གསུམ་གཟའ་ཟླ་བའི་ཉིན། བྷི་བྷི་སི་གསར་ཁང་ནས་གནས་ཚུལ་སྤེལ་བར། འཛམ་གླིང་གི་སྣུམ་དང་རླངས་རྫས LNG། བརྒྱ་ཆ་ཉི་ཤུ་ཙམ་ཧོར་མུ་ཟ་མཚོ་ལམ་དེ་ནས་འོར་འདྲེན་བྱེད་ཀྱི་ཡོད་པས། གསར་གནས་དེའི་གཡོ་ཡོན་ལ་ཨ་རི་དང་ཨི་རན་བར་གྱི་རྙོག་གླེང། ཡང་བསྐྱར་འགོ་བཙུགས་པའི་ཕན་ཚུན་འབར་རྫས་གཡུག་གི་ཡོད་པས། ཡང་ན་གཏོར་རྒོད་བྱེད་རེས་བརྩེགས་ཀྱི་ཡོད་པའི་གནས་ཚུལ་དེ་ནི། ཨ་རིའི་ངོས་ནས་ཨི་རན་གྱིས་གནམ་དམག་གི་དམག་ཤུགས་ཆུང་དུ་གཏང་རྒྱུའི་ཆེད། ཁོ་ཚོས་ཨི་རན་ནང་གི་གནམ་དམག་གི་དམག་མི་བན་མང་པོ་ཞིག་ལ་གཏོར་རྒོལ་བྱས་པའི་གནས་ཚུལ་སྤེལ་བ་དང། ཨི་རན་གྱི་ངོས་ནས་ཁོ་ཚོས་གསར་འགོད་ཚོས་གནས་ཚུལ་སྤེལ་བར་བྱས་ན། ཨ་རིས་གཏོར་རྒོལ་བྱས་པ་ལ་བརྟེན་ཨི་རན་ནང་མི་གཉིས། དེ་གྲོངས་སུ་ཕྱིན་སོང་ཅེས་བཤད་པ་དང། ད་དུང་ཨི་རན་གྱིས་ཁོང་ཚོས་དམག་དཔུང་གི་ཤོད་རྒྱུ་ལ། ང་ཚོས་གཏོར་རྒོད་དེ་དག་གིས་ལན་པ་བསློགས་ཏེ་ཀུ་ཝེ་ཏ་དང་འཇོར་ལྡན། བྷག་རེན། ཨོ་མཱན་བཅས་ཀྱི་ས་གནས་ཁག་ལ་ཨ་རིའི་དམག་དཔུང་ཡོད་པས། གཞི་དེ་དག་ཁག་ཅིག་ལ་ང་ཚོས་གཏོར་རྒོད་བྱས་ཡོད་ཅེས་ཤོད་ཡོད་པ་དང།

Strait of Hormuz ཡང་ན་ཧོར་མུས་ཀྱི་མཚོ་ལམ་དེ། རྒྱུན་ལྡན་ལྟར་གོ་ཆད་དེ་ཡོད་ཅེས་ཨ་རིའི་ངོས་ནས་བཤད་པ། ཡིན་ན་ཡང་དངོས་ཡོད་གནས་ཚུལ་ལ་བལྟས་ན། ཧོར་མུས་ཀྱི་མཚོ་ལམ་བརྒྱུད་དེ། སྔར་བཞི་སོང། སྣུམ་དང་རླངས་རྫས་ལ་སོགས་པའི་འོར་འདྲེན་བྱེད་མཁན་གྱི་གྲུ་གཟིངས་རྣམས། འགྲོ་གི་མེད་པའི་གནས་སྟངས་ཆགས་ཡོད་པའི་གསར་འགོད་སྙན་ཐོ་དེའི་ནང་བཀོད་འདུག། གནས་སྟངས་དེ་དག་ཐམས་ཅད་ལ་བརྟེན། འཛམ་གླིང་ནང་གི་སྣུམ་གྱི་རིན་གོང་བརྒྱ་ཆ་གཉིས་ཙམ་ཡང་བསྐྱར་ཡར་འཕར་ཡོད་པ་དང། དེ་མ་ཟད། ཨ་རི་དང་ཨི་རན་བར་གྱི་ཕན་ཚུན་དམག་མཚམས་འཇོག་བྱེད་རྒྱུའི་གྲོས་མོལ་དེ་དང། ཨི་རན་གྱི་དུས་དྲན་མཚོན་ཆའི་བཀག་སྡོམ་ཡོང་བའི་དོན་དམན་ཏེ། ག་འདྲ་ཡོང་གི་ཡོད་མེད་ཚང་མས་ཤེས་མ་ཐུབ་པར་གནས་སྟངས་ཤིག་གི་གང་གནས་ཡོད་པའི་གསར་འགོད་སྙན་ཐོ་དེའི་ནང་བཀོད་འདུག་པས། དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་དེ་ནས་ཞུས་ཟིན་སོང། དཔྱིད་ཀྱི་ལས་རིམ་དེ་ད་གར་མཚམས་བཞག་རྒྱུ་ཡིན། ང་ནི France ཨང་གནས་ཐུབ་ཞེས་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། གལ་ཏེ་ལས་རིམ་དེ་ཡག་པོ་འདུག་གོ་ན། ག་དག་སྨན་པ་དུས་འཁོར་ཆད་པ་གཞན་ཡང Subscribe གནང་རྒྱུ་མ་རྙེད་པ་གནང་རོགས་གནང་བཀའ་དྲིན་ཆེ་དེ་རིང་ཕྱི་མའི་ནང་བརྗེད་ཡོང།